གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། ལེའུ་བདུན་པ། ཐོས་པ་འགའ་རང་གི་ཨ་མར་མཇལ་དུ་ཕྱིན་པ། མི་ལ་རས་པས་སྒོམ་སྒྲུབ་མཛད་བཞིན་ཡོད་པའི་སྐབས། ཐེངས་ཤིག་ཐོ་རངས་ཀྱི་རྨི་ལམ་དུ། མི་ལ་རང་ཉིད་ཕ་ཡུལ་སྐྱ་རྔ་ཙཱ་ལ་སླེབས་འདུག་པ་དང། བ་གྱིན་དཀའ་བཞི་གདུང་སྐྱེས་ཤིག་རལ་དུ་གྱུར། ཤིང་མོར་མ་གྲུ་གསུམ་རྩ་ལྡུམ་གྱིས་ཁེངས། མ་དྲིན་ཅན་མ་དེ་གྲོངས་པས། སྲིང་མོ་དཔལ་རྟ་མགོན་གྱིས་བདག་མེད་སྤྲང་འཁྱམ་དུ་གྱུར་པ་སོགས་རྨིས་པས། མི་ལ་རས་པ་ཤིན་ཏུ་ཐུགས་སྐྱོ་སྟེ་བཤུམས་པས་དབུགས་ངད་ཀྱང་བརླན་པར་གྱུར་པ་རེད། ཕྱི་ཉིན། མི་ལ་རས་པའི་བསམ་པར། ཨ་མ་དང་སྲིང་མོ་ལ་ཐེངས་ཤིག་ངོ་འཕྲད་དུ་འགྲོ་དགོས་དགོངས་ཏེ། མཚམས་ཁང་ནས་ཐོན། བླ་མ་མར་པའི་སྐུ་དྲུང་དུ་བཅར་ཏེ། བླ་མ་རིན་པོ་ཆེ། བདག་ཨ་མ་དང་བྲལ་ནས་ལོ་མང་པོ་སོང། བར་ལམ་ནས་ཨ་མ་དང་སྲིང་མོ་བྲལ་ནས་བཟོད་ཐབས་མི་འདུག་པས་གུས་པ་ཐེངས་ཤིག་ཨ་མ་འཕྲད་པར་གཏོང་རོགས། ཞེས་ཞུས་པ་ན། མར་པའི་བརྩེ་བའི་ཉམས་དང་བཅས། ཁྱེད་མ་བུ་རྣམས་ཁ་བྲལ་ནས་ལོ་མང་པོ་ཕྱིན་པས་ཨ་མ་དྲན་པ་ལ་ཁག་མི་འདུག་ཀྱང། ཕ་ཡུལ་དུ་ཕྱིན་ཀྱང་ཨ་མ་དང་འཕྲད་དཀའ། གང་ལྟར། ཁྱོད་ཕ་ཡུལ་དུ་བཏང་ཆོག། རྗེས་སུ་ཁྱོད་ཕྱིར་འདིར་འོང་ཡང། ངས་ཕ་བུ་གཉིས་ངོ་འཕྲད་པ་མི་ཡོང། ཡིན་ན་ཡང། ཁྱོད་ཀྱིས་སངས་རྒྱས་ཀྱི་བསྟན་པ་ཉིན་མོ་ལྟར་གསལ་བར་བྱེད་པའི་རྟེན་འབྲེལ་བསྒྲིགས་པས་ང་ཡང་དགའ། ཞེས་གསུངས། མར་པས་མུ་མཐུད་དེ། མ་འོངས་པར་ཁྱོད་ལ་སློབ་མ་མང་པོ་འབྱུང་ངེས་ཡིན། སློབ་མ་ཚོར་ཟང་ཟིང་གི་འབུལ་བ་མེད་ཀྱང་བརྩེ་བས་སྐྱོང། འོན་ཀྱང་ངས་ཁྱེད་རང་སྐྱོང་སྟངས་ལྟར་བྱས་ན་ཕན་ཐོགས་པ་ཞིག་འོང་དཀའ་བས་དེ་ལུགས་བྱེད་མི་རུང། བུ་ཆེན་གཞན་དག་ལ་མེད་པའི་ཆོས་མང་པོ་ཞིག་ཀྱང་ངས་ཁྱོད་ལ་བསྩལ་ཡོད། སྙིང་རུས་བསྐྱེད་ལ་ཚེ་དང་སྒྲུབ་པ་སྙོམས་པར་བྱོས་ཤིག། ཅེས་སོགས་ཞལ་གདམས་མང་པོ་མཛད། དེ་ནས་མི་ལ་རས་པ་ལམ་དུ་ཐོན་ཏེ་རིམ་གྱིས་ཡུལ་སྐྱ་ང་ཙ་ལ་སླེབས། དེར་ཡུལ་གྱི་ཆུ་རྫི་འགའ་ཤས་ཡོད་པ་ལ་ཁང་པ་དཀའ་བཞི་དུང་སྐྱེས་ཀྱི་མཆོག་བསྟན་ཏེ། མ་ཀིའི་ཁང་པའི་མིང་ལ་ཅི་ཟེར། ནང་དུ་མི་སུ་དང་སུ་ཡོད། ཅེས་དྲིས་པ་ན། ཆུ་རྫི་དེ་རྣམས་ཀྱིས་ཡ་ང་བའི་ཉམས་དང་བཅས། མ་ཀིའི་ཁང་པའི་མིང་ལ་དཀའ་བཞི་དུང་སྐྱེས་ཟེར། ནང་དུ་བུ་ཐུགས་ཆེན་གྱི་མའི་རོ་དང་འདྲེ་ལྷན་དུ་བསྡད་ཡོད། སྲིང་མོ་ཞིག་ཡོད་པ་ཡང་སྤྲང་འཁྱམ་དུ་སོང་བས་ཤི་གསོན་ཡང་མི་ཤེས། ཟེར་བ་ན། མི་ལ་ཤིན་ཏུ་སྐྱོ་བས་ཉི་མ་མ་ནུབ་བར་དུ་ལྐོག་ཅིག་ཏུ་ཕྱིན་ཏེ་ངུས་ནས་བསྡད། ས་རུབ་པ་དང་མི་ལ་ལྐོག་ནས་ཕ་ཁྱིམ་དུ་ཕྱིན་པ་ན། ཁང་ཁྱིམ་ཀ་བཞི་དུང་སྐྱེས་ནི་ཞིག་རལ་དུ་གྱུར་ཏེ་དེ་སྔ་རྨི་ལམ་དུ་བསྟན་པ་ལྟར་རྩྭ་ལྡུམ་གྱིས་ཁེངས་ནས་ཡོད་པའི་གསེང་དུ། ཨ་མའི་རུས་པ་འཐོར་ནས་ཡོད་པ་མཐོང་བས། ཨ་མ་དྲན་པ་དང་ཡིད་སྐྱོ་བས་དྲན་མེད་དུ་སྒལ་ལ་ཁད་ཅིག་བྱུང། སྐབས་དེར་མི་ལས་ཨ་མའི་རྣམ་ཤེས་དང་རང་གི་སེམས་གཉིས་གཅིག་ཏུ་བསྲེས་ཏེ་ཨ་མའི་རུས་པས་མཉེད་བྱས། དགུ་གསུམ་སྐད་ཅིག་ཀྱང་མ་ཡེངས་པར་གཟིམ་ནས་བཞུགས་པས། ཕ་མ་གཉིས་ཀ་འཁོར་བའི་སྡུག་བསྔལ་ལས་གྲོལ་བའི་རྟགས་མཚན་བཟང་པོ་བྱུང་བ་རེད།